ཆགས་ལ་འབད་ནས་ཀྱང་ཆོས་ཕྱོགས་དང་སེམས་བསྐྱེད་ཚ་ཞིག་ལས་དེ་ན་ལ་མ། སེམས་བསྐྱེད་ཀྱི་དེ་ལས་ཉམས་ལེན་འདི་ཉིད་ད་ལྟར་བསྟན་ཡང་བདག་ལ་ཉེས་པ་ཅུང་ཟད་མེད་བཞིན་དུ། གང་དག་བདག་གི་མགོ་བོ་གཅོད་བྱེད་ནའང་སྙིང་རྗེ་དབང་གིས་དེའི་འགྲིགས་པ་རྣམས་བདག་ལ་ལན་པ་རྒྱལ་སྲས་ལ་ལས་ཡིན།

ད་ནི་བན་དེ་ཡང་གང་བདག་ལ་ཉེས་པ་ཅུང་ཟད་མེད་བཞིན་དུ་བདག་སེམས་དེ་རང་ལུས་བསླབ་པའི་རྨོངས་ཤིག་སྟེ། ད་ཡང་མ་ལས་ལ་དད་པ་རུ་ཤིག་བདག་ལ་སེམས་ང་ལུས་རང་ལུས། ཉེས་པ་ཅུང་ཟད་མེད་བཞིན་དུ། གཞན་ཕ་རོལ་པོ་དེ་སྐྱེས་མི་གཞན་གྱིས་རང་ལ་ཚོགས་བདག་བཏང་ནས། སྦག་བཏང་ནས་རྒྱུ་ནོར་ཕྱོགས་ནས་བསྲེས་ནས་ཨང་ནི་བཟུང་པའི་ལྷག་མ་བྱིན། ཨང་ནི་སོ་བཏགས་པའི་ནི་གི་ཉེས་པ་དེ་རང་གིས། རང་གིས་ས་སྲབ་ག་ནས་མེ་ས་ཅི་རུ་ཁོ་གིས་སུ་ལུ་ནེབ་སྐྱེས་ནི་གའི་ནང་དུ་ཉེས་པ་ག་ནས་པའི་བོག་མེ་ས་ཅི་རུ་ཡང་ཅུང་ཟད་མིན་བཞིན་དུ་ཉེས་པ་ཅུང་ཟད་མིན་བཞིན་དུ། གང་དག་བདག་གི་སྒོ་བཅུའི་བྱིན་ནང་གསལ་ཡང་དང།

ད་རྣམ་སྨིན་གྱི་འབྲས་བུ་དེ་ཏིང་ངེ་འཚོ་ལུས་ཀྱི་མྱོ་སྒོ་བས་པ་དེ་དང། ད་མི་ལུས་ཐོབ་ཤིང་ན་མྱོང་མིན་དེ་མྱོང་བ་རྒྱུ་མཐུན་གྱི་འབྲས་བུ་དབྱིབས་མེད་པ་དེ་དང་དེར་བྱེད་ཆོག་ཡ། ད་དེར་རང་གིས་ག་ནས་ལུགས་ལུང་བསྟན་པ་སྐྱེ་ས་སྐྱེ་རུང་ལུགས་ཀྱིས་རང་ལུགས་ཀུན་རྫོགས་རྟོགས་དེ་གྱིས་པའི་སྲིད་རགས་པ་བྱིན་ད་ཚེ་ཧེ་མ་རང་གི་རོ་གུ་དོ་ཏོག་སེ་སེ་བུད་ཀྱིས། རྣམ་སྨིན་གྱི་འབྲས་བུ་འདི་དམྱལ་བ་ལ་སོགས་པ་སྐྱེ་འཆི་བགྱིད་པའི་མྱོང་བ་ཚར་གཅིག་འབད་ས་ཅི་རུ། མྱོང་བ་རྒྱུ་མཐུན་གྱི་འབྲས་བུ་འདི་སྐྱེ་བ་ལྔ་བརྒྱ་གྱི་བར་ན་བསྐུར་ལུགས་རོ་གི་རང་སྲེད་དཔེ་མེད་ན་དེ་ལས་ནི་ཟོམ་ཆུམ་དབྱིབས་མེད་དེ་ལས་མ་བྱ་སྟེ་རོ་གི་བོགས་གྲང་རེ་དེ་ལྟར་འདྲེས། ད་རོ་གི་ཁ་གཙང་དེ་གྱིས་འབད་ས་ཅི་རུ་དེ་ལྟར་འདྲེས་ཏེ། དམ་དང་མེ་ཡ་ང་ལ་སྡུག་བསྔལ་སྙོམས་ཅི་མྱོང་ཀོ་མེ་འདི།

ཁ་དང། གསལ་བྱེད་སྐྱེས་པའི་བེ་སར་ཕྱི་རུ། ལྷ་ཕག་འགྲམ་བུ་ལུག་སྙིང་རྗེ་སྐྱེས། གོ་ཁ་འདེབས་པའི་སྐྱེས་གཉིས་ཞེས་བྱ་བ་ཅན། ད་རེ་སྔགས་ཀྱི་འཁོར་ལོ་གནོད་པ་མ་སྐྱེས་སར་ཕྱི་རུ། ཁུག་གི་ང་ལོ་ཨ་ནི་ལོ་མི་ཡི་གནོད་སྐྱེལ་འོང་ཨི་མེད། ད་ང་ཡི་ད་རེ་ཨ་ནིམ་གྱི་སྡུག་བསྔལ་མྱོང་གོ་བའི་འདི་ཚེ་སྔ་མ་ཡི་ལས་ཨི་མེད། ད་ཁུག་གི་ང་ལོ་ཨ་ནིམ་གྱི་གནོད་སྐྱེལ་བ་ཅན། ད་ང་ལོ་སྟོན་འདི་ཀྱི་བེ་དེ་ལས་ཁོ་དང་དམྱལ་བ་ལ་སོགས་པ་ངན་སོགས་ཀྱི་སྡུག་བསྔལ་མྱོང་གོ་ཐལ། བ་ཡི་ད་ལན་འདྲེ་ཨི་མེད། དེ་ག་གི་བཟོ་ནི་མིན། ད་རྒྱུ་དེ་ལུས་རྟེན་མེད་ཀྱི་འབྲས་བུ་འདི་དེ་ཉོ་གོ་ཐལ་བ་རེད་ཨི་མེད། ད་ཁོ་ཉན་སོ་ལོ་སྐྱེ་བོ་ཐ་ཆོད་ལོ་ཡག་སྲིད། ད་ཁོ་གི་ང་ལོ་གནོད་བསྐྱལ་མིན་འདི་ཡི། དེ་དེ་ལས་ཁོ་དེ་གི་འབྲས་བུ་ཉན་སོ་ལོ་སྐྱེ་གོ་བོད་ཀྱི་སྡུག་བསྔལ་དེ་ཉོ་མ་གོ་བ་ཤི་ན།

ཁོང་གིས་ང་སེར་དེ་ལ་དེ་ཡིན་རྣམ་སྨིན་དེ་ཁོང་ལ་བབས་པ་བཞིན་དེ་སྡུག་ཉེས་བསམ་གྱིས་མི་ཁྱབ་པ་ཞིག་ཁོང་གིས་མྱོང་གོམས་ཨེ་མེད། ད་དེ་གྱི་རྣམ་པར་སྨིན་པ་དེ་ང་རང་ལ་བབས་ཏེ་སྐྱིད་པའི་མྱོང་བ་ཤོར་ཅི། ཞེས་ཨ་ནེ་སྙིང་རྗེའི་དབང་གིས་དེའི་སྡིག་པ་རྣམས་དག་ལ་ལན་པ། སེར་ཡི་གེ་ལས་དེ་དེ་ལས་ཁོ་སྡུག་ཉེས་མྱོང་མ་གོམས་པས་ཁོང་གིས་མྱོང་མེད་ཀྱི་སྡུག་ཉེས་དེ་ང་ལ་བབས་ཤེས་ན་མྱོང་བ་ཤོར་ཅི་ཞེས་སྨྲས་ཏེ་ཨ་ནེ་ད་རྒྱལ་བ་དགའ་ཞིང་རྒྱལ་བ་སྲས་ཀྱི་ཡུམ་ས་སྐྱ་ནི། ད་རང་གི་བདེ་བ་དེ་རུ་སློབ་ཅིང་སྡུག་བསྔལ་ཉོན་མོངས་སྐོབ་བྱེད་དང་གཞན་གྱི་སྡུག་བསྔལ་དེ་རང་གི་ཚུལ་དག་ཏུ་ལེན་ཏེ་གྱིས་པའི་མྱོང་མེད་སྡུག་བསྔལ་དང་ལེན། དང་ནི་བའི་བསུ་བ་བྱིན། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ལ་ལས་ནི། བྱམས་པ་ད་སྟེ་བླང་བྱ་སྤོང་རེ་ཞུས་མོ་རྒྱལ་ལི་སེ་བ་ཅི་སངས་རྒྱས་ལུ་ཞུས། ག་སྐྱིད་པའི་རྒྱལ་ལི་སེ་ལ་བ་བྱིན་ཆོས་ཀྱི་རྒྱལ་པོ་ཡིན་པས། ཀྱེ་ཆོས་ཀྱི་རྒྱལ་པོ་དེ་ཀ་ལེ་པའི་ཐོག་ཐོག་མི་སྣང་གསལ་བ་བྱིན། བདུད་བཞི་དག་དམག་ལྕགས་བདུད་བཞི་པའི་སྟེ་བདུད་བཞི་ཀྱི་དམག་ལས་བརྒལ་སོང་རུང་དེ་ལས་མ་ལགས། འཐུམས་པའི་བདུད། འཆི་བདག་གི་བདུད། ཉོན་མོངས་པའི་བདུད། ལྷ་ཡི་བུ་ཡི་བདུད་མོ་ངོ་དེ་ལས། ཨང་ནི་ལས་བརྒལ་སོང་རུང་དེ་ལས་ད་ཨང་ནི་རྡོ་ཐོག་ང་ཅག་རྒྱལ་ཡི་སྲས་གསལ་བ་བྱིན། རྒྱལ་བ་རྒྱལ་བ་རྫོགས་པའི་སངས་རྒྱས་ཀྱི་སྲས་ཐུགས་ཀྱི་སྲས། འདི་ཀ་ཡིན་ན་ཟེར་བ་བཞིན་བྱང་ཆུབ་སེམས་དཔའ་བྱ་བྱེད་མི་དམན་དང་ནི་བྱང་ཆུབ་སེམས་དཔའ་སེམས་བསླབ་གོ་མི་ཐོས་ན་འདི་ར་ག་ཅི་ན་ཟེར་བ་བཞིན་བྱང་ཆུབ་ཟེར་བ་བཞིན་སངས་རྒྱས་ཀྱི་གོ་འཕང་ལུས་བསླབ་ཡིན་མོད་སེམས་དཔའ་ཟེར་བ་བཞིན་ནི་བྱང་ཆུབ་ཀྱི་གོ་འཕང་ཐོབ་ནུས་ཀྱི་ཆེད་དུ་བློ་སྟོབས་རྣམས་མེད་སེམས་མེད་ཡོད་མི་བློ་དཔའ་བོ།

ད་དེ་ལས་ང་ཅག་བཀའ་ལས་ཤ་ཟ་ལ་བབ་པའི་ས་ཕྱི་རུ་རྟའང་ནི་བཟོ་མི་ལོག་རྟོག་སྐྱེ་མི་གཞན་ཡུལ་རྟོག་བཟོ་མི་རྟའང་ནི་གཞན་ཕན་གྱི་ལག་པས་ནི་སེམས་ཕྱི་རུ་ཕན་རྟའང་ནི་གྱི་ལག་པས་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ནི་གྱི་ལག་པས་ནི་འདི་རུ་སེམས་རྩ་ལས་དཔའ་ཞུམ་ནི་མེད་པ་བཞིན་ནོ་ལོག་རྟོག་རྣམ་སྨིན་བསམ་མི་བྱེད་བྱེ་བྲག་གི་ཐོབ་ལས་ལག་པས་ནི་འདི་རུ་སེམས་དཔའ་ཞེས་བསྔོ་བ་དང་ནི་བྱང་ཆུབ་སེམས་དཔའ་ཞེས་སྨོན། རྒྱལ་སྲས་ཞེས་རྒྱལ་ལས་ཟེར་བ་བཞིན་རྫོགས་པའི་སངས་རྒྱས་ཀླུ་གོ་སྲས་ཟེར་བ་བཞིན་ནི་བྱང་ཆུབ་སེམས་དཔའ།

དར་དེ་བཞིན་པའི་དབོ་ནོ་ཡི་ནོ་ས་སྟག་མ་གི་མ་ཚད་རང་གི་རྒྱུད་ཀྱི་གོ་ལའི་རུ་ལུ་འཕན་དག་འབུམ་གྱི་གོ་ལའི་རུ་ལུ་འཕན་དག་ཐབས་ཤེས་ཀྱི་གོ་ལའི་རུ་ལུ་འཕན་དག་དེ་མི་ཡོད་པ་དེ་ཨཱ་ནི་སུ་ཆུད་མ་ཞུགས་ས་ཕྱི་རུ་ཡང་ཁོ་རང་གི་བག་ཆགས་དེ་སད་འོང་མོད་དེ་ཨཱ་ནི་བག་ཆགས་དེ་སད་འོང་མོད་ཁ་ལུ་དེ་ཆོས་ཀྱི་ཤེས་བརྗོད་ཡོད་པའི་ལས་དེ་ཁོ་ཧན་རྒྱལ་ར་སྤྲོ་བ་སྐྱེས་ཧན་རྒྱལ་ར་བློ་སྟོབས་སྐྱེས་དེ་ཡིན་པས་དེ་ལ་ཨཱ་ནི་སུ་བདེ་སོགས་འཇོག་མ་མེད་ན་དང་ནི་བབ་དང་བྱང་ཆུབ་སེམས་དཔའ་སེམས་མེད་ག་དེ་ལ་བར་གཞུག་པ་ཙཱ་ལ་ལ་མི་ཤེས་སངས་རྒྱས་དང་བྱང་ཆུབ་སེམས་མེད་ཀྱི་སྤྲུལ་པ་སེམས་མེད་དང་ནི་བས་ནི་འདི་ཡིས་སངས་རྒྱས་ཀྱི་བཀའ་ཅི་གསུང་ངོ། ང་དང་ང་འདྲ་བ་མ་གཏོགས་གང་ཟག་གི་ཚུལ་གང་ཟག་གིས་མ་བཟུང་ཟེར་གསུང་འདུག་མེད་ན་ཐང་ཁྲར་ཨ་ནི་ལྗང་ཉེ་ཨི་མེད་ལོ་ཨ་ནི་ལས་རིམ་ཨི་མེད་ལོ་ཟེར་རང་ལ་དགའ་མི་ཅི་མ་ཅི་འདི་ཡག་ལ་ལྟོས་ཀྱི་རང་གིས་མ་དགའ་མི་ཅི་མ་ཅི་མ་ར་མེད་སྐད་པའི་བས་ནི་འདི་ལྟ་ང་ཅག་སོ་སོ་སྐྱེ་བོ་ཤ་ཆ་བ་ཡི་ལུས་ཤ་ཨི་མེད་ཀྱང་ནི་འགྲོ་དང་བྱང་ཆུབ་སེམས་དཔའ་སེམས་མེད་ན་གང་དེ་ལ་བར་གཞུག་པར་བཙལ་ལ་ལ་མི་བྱེད། ཀྱང་ནི་མེད་ནས་འདི་ཡིན་ང་ཚ་ལ་བྱ་བྱ་བར་ཡི་དྭགས་མ་བྱེད་དོ་དོ་ཨ་ནི་ན་ལ་མི་ལྔ་བརྒྱ་དུ་མོ་དག་ཚོགས་པ་ན་ལ་དེ་མི་ལྔ་བརྒྱ་དེ་ཡི་ཐོག་ལས་སྔགས་ཞུ་དོ་གཟུངས་མའི་ཡ་ལུ་ཅི་བར་བསླབ་ཅིང་རོལ་ཏེ་ལས་སེམས་དཀར་པོའི་སྐད་མ་སུབ་ཨ་དེ་ལས་ནོག་ས་བཏང་ལ་ད་ད་ར་རྗེས་འཇུག་པའི་ཡ་ལུ་ཅི་ལུ་དེ་ལས་མ་ལྷ་བ་བཞག་ལ་བ་ཅི

མདོ་སྟོད་ཁྲལ་དང་ཁྲལ་ལུགས་སྐད་ཡིག་གི་བས་དེ་ཡ་ལོག་ཐོག་ཡིན་མ་ཅིན་འདུག་ས་ནི་ད་ཤ་འདྲ་ཤི་འདྲ་ཡིན་མ་ཅིན་དེ་མདོག་མ་གཏོགས་ས་ནི་ཨ་ནི་ཕྱི་ལ་ཧུད་མ་སོ་ས་ཅི་ལོ་ལོ་ཤི་མ་ལས་ཁོ་རེ་དུས་ཤ་དེ་རེ་མི་འདའ་ལོ་དེ་ལས་ཨ་ནི་གི་འདྲ་པོ་མི་ནོ་ནི་ཅི་དེ་ང་ཅི་ར་ཡ་ལོ་ཅི་དེ་ལས་ད་དམ་པའི་ཆོས་དེ་དང་འཇལ་བ་ཅིན། ཁོ་ན་མེད་བསམ་མེད་ཀྱི་དེ་ལས་ལས་བཞིན་ལས་ལས་བཞིན་འབྱུང་ནི་ཅི། དམ་པའི་ཆོས་འདི་དག་མ་བྱས་དགེ་བའི་བཤེས་གཉེན་མཚན་ཉིད་འདི་དེ་མ་བྱས་ཏེ་ཕྱིར་མ་སོད་པ་བྱིན་ཏེ་དེ་ལས་ཁོ། ན་བ་གང་ནི། མེད་པ་ལ་ཁོ་ཐག་ཡིན་མི་ཚེ་རྫོགས་སྐུ་འབྱོན་ནི་ཅི། དེ་ཕན་ཐོགས་ཆེ་ཤོག་དེ་རང་ནི་ལུས་ཡིན། ཞེས་གསུངས་ཡོད་དེ། དེ་ཡང་ལུས་ཅན་རུང་མ་བྱིན་ལ་ལ་ཆོས།

ཁྱེད་ཀྱིས་སྐྱབས་ནི་མཐར་ཐུག་ངང་མང། བྱང་ཆུབ་ཀྱི་སེམས་ནི་དབྱིངས། དེ་བྱང་ཆུབ་ཀྱི་སེམས་ནི་རྒྱུ་ལུས་སྐྱེ་བ་དང་ཞེས་པ་ལུས་དང་ནི་ཀྱི་བར་དྭངས་མ་ཀྱི་གཞི་རྩ་ལྟ་བུ་སྟེ་རང་གི་རྒྱུ་ལུས་བྱམས་སྙིང་རྗེ་སྟེ་སྒོ་ར་སྒོ། དང་སྟེ་རྒྱུ་ལུས་སྐྱེ་བ་ཅེས་པ་ལུས་རང་གི་སེམས་ལ་འཁོར་བ་འདི་ལོ་ཉེས་པར་སྦྱོར་ཡིན་གྱི་ལོག་ཅིང་སྒོ་ར་སྒོ། སྟེ་དེ་བས་ནི་འདི་ཀྱི་མཐར་ཐུག་དེ་ཡང་ཐུགས་ཀྱི་བཀའ་ལས་བྱང་ཆུབ་ཀྱི་སེམས་འདི་ལོ་ཐུགས། དེ་ཡང་ང་ཅག་ལ་བྱང་ཆུབ་ཀྱི་སེམས་ཅན་མེད་དེ་མ་ཤེས་འཇུག་ཅི་ཤེས་དེ་ཡོད་ང་ཡེ། སྙིང་རྗེ་བའི་ས་ཅི་རུ་སྟེ་བྱས་པའི་ཕྱག་མ་ཡི་ལ་མ་ཤེས་མེད་དེ་སུ་ཡི་ཧ་མ་ཀོན། བསམ་པ་བཟང་པོ་ཅི་ལུས་བསླབ་པའི་དེ་བསམ་པ་བཟང་པོ་དེ་རང་གི་ཕམ་སྤུན་ཆག་གཉིས་ཉེ་འཁོར་འཆམ་ཏོག་ཏོག་བཟའ་ཚང་བུ་རྗེ་དཔུང་ཕོན་ཆེ་དུས་ན་ལོ་བསམ་པ་བཟང་པོ་དེ་བསམ་པ་བཟང་པོ་ཡིན་ཏེ་དེ་ཅིས་ཀྱིས་མི་ཐུབ་དེ་ལས་ང་ཅག་ལ་ཧ་ནས། ཨཱ་ནི་ཀྱི་བསམ་པ་བཟང་པོ་འདི་ནམ་མཁའ་ལྟར་མཉམ་པའི་སེམས་ཅན་ཐམས་ཅད་རང་གི་ཕ་མ་ཨི་མེད་མོ། ཨཱ་ནི་ཆ་སྙོམས་ལུས་ང་གཅིག་གི་བསམ་པ་བཟང་པོ་འདི་ཀྱི་ཆ་ཚུགས་པ་ང་གཅིག་གི་སེམས་ལུས་ཞི་བདེ་དགའ་བདེ་ཅི་འོང། དེ་གྲོང་ཁྱེར་ཙཱ་ལའི་མེད་པ་དེ་དེ་ལས་ང་ཤར་ག་ལ་ལ་ལ། བསམ་པ་བཟང་པོ་འདི་སྣང་བ་འདི་སྐྱིད་པའི་འདོད་ཐབས་ཅི་འོང། སྐྱིད་པོ་དགའ་ལྡན་ཅི་འོང་བ་ཞེས་བྱ།

ད་མི་ལུས་ཐོབ་ཤེས་ན་རང་གི་སེམས་ཁོ་ནོངས་མེད་ནས་ཤུལ་དུ་བྱེད་པས་མ་སུ་འདི་ང་མི་ལུས་ཐོབ་བར་དོ་ཨི་མེད་ཟེར་ལ་མེ་ཐོན་ནི་འདུག་དེ་མོ། དང་ནི་བར་དོ་ཨི་ན་མེ་ན་འདི་རང་གི་ཆེས་ལྟ་གོ་བ་དེ་ནི་བར་དོ་མེམ་འདི་རང་གི་བས་ཨ་སོ་བ་བཞིན་དེ། བར་དོ་མེམ་འདི་རང་གི་བས་ཨ་སོ་བ་བཞིན་ཁེབས་སོགས་རང་ལུས་ལ་ཐོབ་དང་མ་ར་རམ་གྱི་སེམས་ཁ་ནོར་མེད་དེ་བས་གོ་བ་ཤེས་རང་གི་སེམས་ཁ་ནོར་མེད་དེ། རང་ལུས་ཕན་མེད་ཅི་ཡིན་ན་གནོད་མེད་ཅི་ཡིན་ན། རང་དང་གཞན་གཉིས་ལུས་ཕན་མེད་ཅི་ཡིན་ན་གནོད་མེད་ཅི་ཡིན་ན་བརྟགས་ཤེས་ན་འོས་ཤེས་ན། རང་གིས་རང་ལུས་གནོད་ནི་གི་ལགས་ཏེ་དེ་བས་མ་སོགས་པ་ལུས་དེའི་ས་དགེ་ལངས་གོ་ག་ནས་མི་ནོར་བ་དང། རང་གིས་རང་ལུས་ཕན་མེད་གི་ལགས། རང་གཞན་གཉིས་ལུས་ཕན་མེད་གི་ལགས་ཏེ་བས་བ་ཞིག་དང་ནི་བས་མ་སོགས་པ་དང་ས་དགེ་ལངས་གོ་བས། རང་གིས་ནོར་སའི་ལྕིབས་ར་བས་འཇོག་ཡོད་ག་ལས།

ཏེ་ག་རེ་གི་བསམ་པ་ལ་མུ་སྟེགས་ཀྱི་ཐོལ་གླུ་ཕྱག་ལེན་གནང་ནའང་ཟེར་ཞོར་དུ་ག་རེ་བྱས།